སྲིད་སྐྱོང་སྤེན་པ་ཚེ་རིང་གིས་ད་ཁོ་རང་གི་མིང་གི་མདུན་དེ president ལས་དེ་ལྐོག་ཚབ་ཡིན་ད་མེད president ད་ཁོ་སྲིད་སྐྱོང་ཡིན་ན་ཅི་ཡིན། དེ་རིང་ཡང་ཁོ་རང་གི་དེ instagram ནང་ལོ་ལ་ཡང president

ད་ཉིས་སྟོང་ཉིས་རྩ་གཉིས་ཀྱི་མཚན་མོ་ཨོ་ལོམ་པིག་དེ་རྩེད་ཆེད་དུ་ལ་ཡ་ད་ཁོ་རང་གེ་རྒྱག་གི་ཉི་མ་ཉིས་སྟོང་བརྒྱད་ག་གི་དེ་ཨོ་ལོམ་པིག་རྩེད་ཆེད་དུ་ལ་རྒྱ་བོད་སྒྲོལ་མོད་ཀྱི་ད་སྐད་ཆ་འདི་གོ་གོ་ཅི་ཐད་རེད་བ། ཉིས་སྟོང་བརྒྱད་ག་གི་རྩེད་ཡ་དེ་བྱེད་དུས་ཨ་འདི་ནས་ཅིག་དེའི་སྐབས་སུ་ད་ཅིག་ཨོ་ཟེར་ད་ཅིག་ཕན་ཐོགས་འགྲོ་ཏིས་ར་ཅིག་བྱུང་ཡོད་རེད་ད་བོད་ལ་ཕ། ཅིག་ག། མི་འགྲོ། འགྲོ་ཐུག་ཡོད་རོ། ད་ད་ལྟའི་འགྲོ་འཆག་བྱ་བ་ཡིན་ན་ཡང་ཉིས་སྟོང་ཉི་གསང་གཉིས་ཀྱི་དགུན་ཁའི་ཨོ་ལོམ་པིག་དེ་ལས་ད་ག་རང་མགོ་སྐོར་ཐེད་དེ་ཡོད་བསམ་ཁུ་འདུག་རོ། རྒྱུ་མཚན་ད་ག་རང་རེ་ད་ད་ཁ་སིང president དེ་བོད་བྱུས་བྱུས་གཅིག་མེད་ལ་རོ། ཨ་ད་ག་ནང་ཆེན་བོད་ཀྱི་གཞུ་གཞུང་འབྲེལ་མ་ཡོན་པ་ཚོ་དགོ་བོད་ཀྱི་གཞུ་ནུ་ལྷན་ཚོགས་དང་དུ་ཚོགས་ཚོགས་འདུ་ལ་བསྐོང་བ་ནི་ཅིག་གཞུ་ཅིག་བྱས་སོ། བུད་མེད་ལྷན་ཚོགས་རེད། དེ་དབུས་རྒྱུན་ལས་བུད་མེད་ལྷན་ཚོགས་དང་བོད་ཀྱི་གཞོན་ནུ་ལྷན་ཚོགས་དང་ད་ཅི་མང་པོ་ཅིག་བསྐོངས་སོང་བ་ད་དེ་ནས་ཅི་ནས་སྐད་འབོད་ཡོད་དེ་མེད་པ་འགྲོ་ཆགས་སོང་བ། ད་ག་ཚེ་ཉེ་ཆར། ཨ་ནི་ད་ལྟའི་སྲིད་སྐྱོང་གི་ཅིག་ད་ལྟའི། ཨ་ནི། འཛིན་སྐྱོང་གི་ཨ་ནི། བོད་རང་བཙན་ལ་ནི་ལག་ལེན་མ་རེག་ཁོ་ཚོ། བློ་ཐག་ཆོད་པོ་ཞིག་ནི་བཤད་ཀྱི་འདུག་བ་འདི་གང་ལ་ཡང་ཨ་ནི་ཅིག། རྒྱ་གར་རིན་པོ་ཆེའི་ཆེད་དུ་ལ་ཡང་ནི་སྐད་ཆ་བཤད་ནས་བཤད་ཀྱི་ཡོད། དེ་མ་གཏོགས་ཅིག་ཡང་ནི་བོད་དོན་ཐོག་ལ་སྐད་ཆ་བཤད་ཡ་མེད་རང་དེ་དག་གོང་དགོན་པདྨ་ཚེ་རིང་ཡང་མགོ་ནས་བཀོད་བསགས་ལ་ཅི་ཐུག་རྒྱ་ཁོ་རང་ཚོ་གི་དགོས་ཡ་དེ་རག་ཉིས་སྟོང་ཉིས་རྩ་གཉིས་ཀྱི་དགུན་ཚེས་ཀྱི་མཚན་མོ་དེ་བཙལ་ཨ་ནི་བོད་པ་དེ་ཡང་ཨ་ནི་དབུ་མའི་ལམ་གྱི་ད་ང་རང་ཚོ་རྒྱ་བོད་གཉིས་ཀྱི་ཡིག་ཆ་དང་པོ་ཐེངས་མ་གཅིག་སྤྲད་ནས་ཨ་དེ་ནས་བཀུབ་བསགས་ལ་ཐུག་ཐུག་ཐུག་ཐུག་ཐུག་ཐེངས་མ་བརྒྱད་སྤྲད་ཚར་བ་ད་ཡང་བསྐྱར་སྐུབ་སར་ཐུག་ཡ་གཅིག་གི་སྐུ་ངོ་དཔོན་པོ་ཚེ་རིང་གིས་ཡང། འདི་ལས་སྡུག་བ་ཅི། སྤྲད་ཚང་མེད་ན་བཟང་མོད་དོགས་པ་ཟ་གི་འདུག་ད་དཀོན་མཆོག། ཁ་སང་ཁ་ཉིན་ཉེ་ཆར་ཨ་ནི། མངའ་རིས། ཨ་ནི། མདོ་སྟོད་སྨད་གཉིས། ཅིག། དགའ་ལྡན་བུ་གྲང་མངའ་དབང་ལ་ཡོད་མ་རེད་ཟས་སོགས་པ་ཨ་ནི་ཅིག་ལྔ་བཅུ་ང་དགུ་ལོ་ནས་རྙེད་ནས་འབྲུ་ཆུ་ཕ་ཆུ་དང་ཆུ་ཆུ་ཤོ་ཚ་རེད་ཟས་སོགས་པ་དེ་འདྲ་མང་པོ་ཅིག་བཤད་འོང་དུས། ད་ཡང་མགོ་སྐོར་སྡུག་ཅག་བྱེའུ་ཀྱི་ཐད་ཡོད་ས་རེད་བསམ་ནས། ད་དོག་པོ་འདུག་སུས་ཤོད་ཨེ། ད་སྐུ་ངོ་དཔོན་པོ་ཚེ་རིང་ལ་གཉིད་སད་དགོས་དུས་ཚོད་ཅིག་ཤར་ནས་ནི་མགོ་ལག་གི་ད་ཅིག་གཉིད་ལོག་ཅིག་སད་ནས་མགོ་སྐོར་ཐེབས་པ་དེ་ཧ་གོ་ནས་ད president དེ་བེད་སྤྱོད་བྱེད་བྱེད་ཀྱི་ཡོད་བ་གི་ད། ཧོ། དེ་འདྲ་བོ་ཇོ་དྲིན་འཚོ་བ་རོ་ཞིག་གླེང་དགོས་འདུག་སུས་ཤོད་ཨེ་ད།